ད་ནས་རེ་རེ་བཞིན་བཤད་པ་ཡིན་ན་མ་རིག་པ་དང་འདུ་བྱེད་གཉིས་ལ་ཕན་ཆད་གཉིས་ལབ་གི་ཡོད་པ་རེད། དེ་གཉིས་ཀྱིས་ཕན་པའི་ཡང་ན་དེ་གཉིས་ཀྱིས་ཕངས་པ་དེ་ག་རེ་ལབ་ན་རྣམ་ཤེས་རེད། མདོར་ན་རྣམ་ཤེས་ཀྱི་སྟེང་གི་བག་ཆགས་དེ་རེད། དེ་ནས་རྣམ་ཤེས་དང་མིང་གཟུགས་སྐྱེ་མཆེད་རེག་པ་ཚོར་བ་ལྔ་དེ་ལ་ཕངས་པའི་ཡན་ལག་ལྔ་ཞེས་ལབ་གི་འདུག་འདིར་སྔགས་དེ་ཡན་ལག་དང་པོ་མ་རིག་པ་དང་གཉིས་པ་འདུ་བྱེད་གཉིས་ཀྱིས་འཕངས་པ་རེད། མདོར་ན་མ་རིག་པའི་དབང་གིས་འདུ་བྱེད་ཀྱི་ལས་མ་བསགས་ན་རྣམ་ཤེས་དང་མིང་གཟུགས་ཚོར་བ་རེག་པ་སྐྱེ་མཆེད་འདི་དག་གྲུབ་ཁོ་མ་རེད། འདི་དག་ཐམས་ཅད་སྡུག་བསྔལ་གྱི་ཕུང་པོ་འབའ་ཞིག་རེད་སྡུག་བསྔལ་གྱི་ཕུང་པོ་དེ་གྲུབ་པར་བྱེད་པའི་རྒྱུ་ཡང་ན་སྡུག་བསྔལ་གྱི་ཕུང་པོ་དེ་བཟོ་མཁན་འདུ་བྱེད་ཀྱི་ལས་རེད། ལས་དེ་མ་རིག་པའི་དབང་གིས་བྱུང་བ་རེད། ཕིང་དང་ཕང་ཟེར་ན་འོ་དེ་འདྲ་ཅིག་ལབ་གི་ཡོད་པ་རེད། ད་ནི་འབྲུག་པའི་འབྲུག་པའི་ཡན་ལག་ལབ་ན་སེ་པ་ལེན་པ་རེད། འདི་སྐབས་ཀྱི་འབྲུག་པ་ཟེར་བ་དེ་འབྲུག་ཆས་ལབ་གི་ཡོད་པ་རེད། གཟར་བུ་གཅིག་ཡོད་ན་ཡང་དེ་ལ་སུས་འདེབས་པའམ་དེ་གའི་འབྲས་བུ་འབྲུག་པོར་བྱེད་པ་ལ་རོགས་པ་བྱེད་མཁན་ཅིག་མེད་ན་གཟར་བུ་འདི་ལས་འབྲས་བུ་བྱུང་གི་ཡོད་པ་མ་རེད། ཡིན་ཙང་རྣམ་ཤེས་ལ་ཡོད་པའི་བག་ཆགས་དེ་ལ་འབྲས་བུར་སྨོན་པར་བྱེད་པའི་མཐུར་རྐྱེན་སྤྲོད་མཁན་དེ་སྲེད་པ་དང་ལེན་པ་ཉིད་རེད། འོ་དེ་ལ་འགྲུབ་བྱེད་ཅེས་བརྗོད་སླ་བ་རེད། དེ་ནས་གྲུབ་པའི་ཡན་ལག་གསུམ་ཟེར་བ་དེ་སྲིད་པ་སྐྱེ་བ་རྒ་ཤིས། རྣམ་ཤེས་ལ་ཡོད་པའི་ལས་ཀྱི་བག་ཆགས་ལ་འགྲུབ་བྱེད་ཅེས་བརྗོད་སྲེད་པ་དང་ལེན་པ་གཉིས་ཀྱི་སུའི་སྟབས་རོལ་པ་བྱས་ན་འབྲས་བུ་ག་རེ་གྲུབ་ཀི་རེད་ལབ་པ་ཡིན་ན་སྲིད་པའམ། འཁོར་བ་དེ་གྲུབ་འགྲོ་གི་ཡོད་པ་རེད་དེ་གྲུབ་པ་ཡིན་ན་སྐྱེ་བ་ལེན་འགྲོ་གི་ཡོད་པ་རེད་སྐྱེ་བ་བླངས་པའི་འབྲས་བུ་ལ་རྒ་ཤི་གྲུབ་ཀྱི་ཡོད་པ་རེད་ཨ་ཡིན་ཙང་གྲུབ་པའི་འབྲས་བུ་དེ་སྲིད་པ་དང་སྐྱེ་བ་རྒ་ཤི་གསུམ་རེད་ཟེར་ལབ་ཀྱི་ཡོད་པ་རེད། མདོར་ན་རྟེན་འབྲེལ་ཡན་ལག་བཅུ་གཉིས་དེ་འཕེན་བྱེད་གཉིས་འཕངས་པའི་ཡན་ལག་ལྔ་འགྲུབ་པའི་ཡན་ལག་གཉིས་གྲུབ་པའི་ཡན་ལག་གསུམ་གྱི་ཡན་ལག་བཞི་ཡི་ནང་དུ་བསྡུ་བ་རེད། ཡན་ལག་བཞི་དེ་ཡང་དང་པོ་གཉིས་རྒྱུ་འབྲས་ཐ་མ་གཉིས་རྒྱུ་འབྲས་ཡིན་པ་དེ་འདྲ་ཅིག་རེད་དེ་ནི་སྐྱེ་བ་གཉིས་ལ་རྫོགས་ཚུལ་གསལ་བོ་ཅིག་བྱེད་པ་ཡིན་ན་མ་རིག་པ་དང་འདུ་བྱེད་རྣམ་བཞིའི་སྲེད་པ་ལེན་པ་སྲིད་པ་རྣམས་སྐྱེ་བ་གཅིག་ལ་རྫོགས་པ་རེད་དཔེར་ན་སྐྱེ་བ་ཕྱི་མ་ལ་མི་རུ་སྐྱེ་བ་འཕེན་བྱེད་ཀྱི་ལས་ཅིག་བསགས་པ་ཡིན་ན་སྐྱེ་བ་འདིའི་སྟེང་དུ། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ནས་དྲུག་ཚང་འགྲོ་གི་ཡོད་པ་རེད། དེའི་ནང་གི་དང་པོ་གསུམ་དེ་མ་རིག་པ་དང་འདུ་བྱེད་དང་རྣམ་ཤེས་གསུམ་དེ་ལས་བསགས་པའི་སྐབས་དེ་ལ་གྲུབ་འགྲོ་གི་ཡོད་པ་རེད། ད་ནི་འཆི་བ་ལ་ངོ་འདོད་ཆོག་པ་དེ་ཚེ་ན། ང་ཚོ་འཆི་སེམས་ཀྱི་སྐབས་ཟེར་ལབ་གི་ཡོད་པ་རེད་གང་ལྟར། འཆི་བ་ལ་ཉེ་བ་དེ་ཚེ་ན། སྲེད་པ་དང་ལེན་པ་དང་སྲིད་པ་གསུམ་གྲུབ་འགྲོ་གི་ཡོད་པ་རེད། ཡིན་ཙང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ནས་དྲུག་དེ་སྐྱེ་བ་འདི་ལ། རྫོགས་ཚར་བ་རེད། དེ་ནི་སྐྱེ་བ་ཕྱི་མ་གི་སྐབས་སུ། སྐྱེ་བ་མིང་གཟུགས་སྐྱེ་མཆེད་རེག་པ་ཚོར་བ་དགའ་སྐྱོ། ཨོ། དེ་དྲུག་དེ་སྐྱེ་བ་ཕྱི་མ་ལ་རྫོགས་ཀྱི་ཡོད་པ་རེད། ཨོ། དེ་སྐྱེ་བ་གཉིས་ལ་རྫོགས་ཚུལ་དེ་རེད། དེ་ནས། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ནས་སྐྱེ་བ་དེ། འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བྱས་པའི་རྒ་ཤི་གི་སྔོན་དུ་བཞག་ན་ཡང་འགྲིག་གི་ཡོད་པ་རེད། ཡང་ན་མིང་གཟུགས་ཀྱི་སྔོན་དུ་བཞག་ན་ཡང་འགྲིག་གི་ཡོད་པ་རེད། མིང་གཟུགས་ཀྱི་སྔོན་དུ་བཞག་པ་ཡིན་ན་ང་ཚོའི་གཞུང་ལུགས་ཀྱི་བཤད་ཚུལ་བར་དོ་བ་ཤི་ནས་མ་ཡི་མངལ་དུ་ཞུགས་པ་དེ་ཚེ་ན་སྐྱེ་བ་གྲུབ་པ་རེད་དེ་དབང་དུ་བྱས་ནས་མིང་གཟུགས་ཀྱི་སྔོན་ལ་བཞག་ན་ཡང་འགྲིག་གི་ཡོད་པ་རེད་ཡང་ན་འཇིག་རྟེན་ཡོངས་གྲགས་ཀྱི་དབང་དུ་བྱས་པའི་ག་ཤེད་ཀྱི་སྔོན་ལ་བཞག་ན་ཡང་འགྲིག་གི་ཡོད་པ་རེད་དེ་བྱ་ཚུལ་གཉིས་ཡོད་པ་རེད། དེ་ནི་མ་རིག་པ་དང་འདུ་བྱེད་དང་རྣམ་ཤེས་གསུམ་དེ་ས་བོན་འདེབས་པ་དང་ཆུ་འཚོང་བ་རེད། དེའི་ནང་གི་རྣམ་བཞི་དེ་ས་བོན་འདེབས་ས་གི་ཤིང་ས་དང་འདྲ་བ་རེད་ལབ་ཀི་ཡོད་པ་རེད། ད་ནི་ས་བོན་ལ་སུས་འདེབས་པ་དེ་སྲེད་པ་ལེན་པ་བཟི་བ་གསུམ་རེད་དེ་གསུམ་དེ་ས་བོན་ལ་སུས་འདེབས་པས་ཆུ་ལུད་དྲོད་གཤེར་ལ་སོགས་པ་དང་འདྲ་བོ་རེད། ད་ནས་གྲུབ་པའི་འབྲས་བུ་དེ་མིང་གཟུགས་སྐྱེ་མཆེད་རེག་པ་ཚོར་བ་སྐྱེ་བ་རྒ་ཤི་རྣམས་རེད་དེ་དག་ས་བོན་ལས་སྐྱེས་པའི་འབྲས་བུ་དང་ཡལ་ག་དང་ལོ་འདབ་ལ་སོགས་པ་དང་ཆུ་མཚུངས་པ་རེད་འོ་དེ་འདྲ་ཅིག་གསུང་གི་ཡོད་པ་རེད་ཨ་ནི་འདི་འདྲ་གི་རིམ་པ་ཅིག་གསུངས་པའི་རྒྱུ་མཚན་དེ་ག་རེད་ལབ་ན་སྐྱེ་བ་སྔ་ཕྱི་ཇི་ལྟར་འབྱུང་བ་ཤེས་པའི་ཆེད་དུ་གསུངས་པ་ཡིན་སངས་རྒྱས་བཅོམ་ལྡན་འདས་ཀྱི་མདོ་ཡི་སྐབས་སུ་ས་བོན་དང་ས་བོན་ལ་སུ་འདེབས་པའི་ཆུ་ལུད་གྲོ་གཤེར་དང། གཏེར་ལས་སྐྱེས་པའི་ལོ་ཏོག་དང་འབྲས་བུ་ལ་སོགས་པ་ལ་དཔེ་བཞག་ནས། རྟེན་འབྲེལ་ཡན་ལག་བཅུ་གཉིས་གསུངས་ཡོད་པ་རེད། དེ་འདྲ་ཅིག་གསུང་དགོས་པའི་རྒྱུ་མཚན་དེ་ག་རེ་ལབ་ན། སྤྱིར་བཏང་གི་སོ་སོ་སྐྱེ་བོ་ཕལ་བ་རྣམས་ཀྱིས་རང་ཉིད་གང་ནས་ཡོང་པ། རང་གི་འབྱུང་ཁུངས་ག་རེ་ཡིན་པ་འོ་དེ་ཧ་གོ་ཐུབ་ཀྱི་ཡོད་པ་མ་རེད། རང་ཉིད་ཀྱི་པ་ལགས་དང་ཨ་མ་ལགས་ལྟ་བུ་ཅིག་ཧ་གོ་གི་ཡོད་པ་རེད། རང་ཉིད་ཨ་མ་ལས་སྐྱེས་པ་ཙམ་ཞིག་ཧ་གོ་གི་ཡོད་པ་རེད། དེ་ལས་སྐྱེ་བ་སྔོན་མ་སྔོན་མ་ལ་སོགས་པའི་གནས་སྟངས་དེ་ཧ་གོ་གི་ཡོད་པ་མ་རེད། ཡིན་ཙང་དེང་སང་གི་དཀའ་སྤྱད་བྱེད་སྟངས་བྱས་པ་ཡིན་ན་ཚེ་སྲོག་གི་འབྱུང་ཁུངས་དེ་ཧ་གོ་གི་ཡོད་པ་མ་རེད་དེ་གཅིག་རེད། དེ་ནས་གཞན་པ་ལ། སྔོན་གྱི་རྒྱ་གར་གྱི་ཕྱི་རོལ་པའི་གྲུབ་མཐའ་མང་པོ་ཞིག་གིས་ང་རང་ཚོའི་སྐྱེ་བ་དེ་ཡང་ན་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་དེ་ལྷ་ཡིས་བཟོས་པ་ཡིན་སྲིད། ཨ་ནི་འཇིག་རྟེན་བྱེད་པ་པོ་གི་སྤྲུལ་པ་ཡིན་ཟེར་བ་འོ་དེ་འདྲ་གི་རྣམ་གཞག་ལ་སོགས་པ་ཡོད་པ་རེད་འོ་དེ་དག་གི་རྨོངས་པ་རྣམས་སེལ་བའི་ཆེད་དུ། སྐྱེ་བ་སྔ་མ་ནས་འདི་འོང་འདི་ནི་ཕྱི་མ་འགྲོ་བའི་གནས་སྟངས་དེ་ལས་བསགས་པའི་དབང་གིས་བྱུང་བ་རེད། ལས་བསགས་ནི་སྐྱེ་བ་དང་སྡུག་བསྔལ་ལ་སོགས་པ་གྲུབ་ཚུལ་ཀྱང་འདི་འདྲ་འདི་འདྲ་རེད་ཟེར་ནས་ཕྱི་ལོག་གི་ས་བོན་དང། ས་བོན་དེ་ལ་སུའི་འདས་པའི་གྲོ་ཤེར་ལ་སོགས་པ་ས་བོན་དེ་ལས་སྐྱེས་པའི་འབྲས་བུ་ལ་སོགས་པའོ་དེ་འདྲ་དང་དཔེ་སྦྱར་ནས། འགྲོ་བ་རྣམས་འཁོར་བ་ལ་འཁོར་ཚུལ་གྱི་རྣམ་གཞག་དེ་གསུངས་པ་རེད། འོ་དེ་འདྲ་ཅིག་རེད།